ཐུབ་བསྟན་གསལ་རྩ་ཚུལ་ཁྲིམས་གཉིས་མེད་ཧྲཱི། སྦྲུལ་པའི་དབང་ཕྱུག་ཡེ་ཤེས་རབ་རྒྱས་ཀྱི། སྐྱེས་རབས་འཛིན་པ་ཐུབ་བསྟན་གཉིས་མ་མཆོག། ལུང་རྟོགས་བསྟན་འཛིན་ནོར་བུར་ཕྱག་འཚལ་ལོ། རྩལ་ལྡན་མཁས་ཀྱི་མཁྱེན་རབ་ཨོ་ཟེར་གྱིས། བདག་བློའི་གཏི་མུག་མུན་པ་རབ་བསལ་ན། བཀའ་དང་གསྟན་བཅོས་གཞུང་ལུགས་རྟོགས་པ་ཡི། བློ་གྲོས་ཕོས་པའི་སྣང་བ་རྩལ་སྡུག་གསོལ། ཨེ་ནས་སོང་བ་གསང་སྣང་ལྟ་སྟངས་སྣང་ཚོགས་ལ། དེ་ནས་ང་དང་དགའ། དེ་ནས་དེ་རིང། དེ་ནས། ཞེས་པའི་སྤྲིང་ཡིག་གིས་དེ་ནས་སློབ་ཚན། དེ་ནས་འགའ་ཁྱེར་ཏེ་ནང་དེ་ནས་ཤོ་ལོ་ཀ་དེ་ནས་སུམ་ཅུ་སོ་དྲུག་པའོ་བཞུད་ཅེས་ཟིན། གསུངས་པ་བསམ་ན་དེ་ནས་ད་ཤོ་ལོ་ཀ་སུམ་ཅུ་སོ་དྲུག་པའི་ནང་ཁྱེར་ཏེ་ན་ཨེ་ནས་ཅི་གསུངས་གསལ་དུ་བཞུད་ན། རང་བཞིན་འདྲ་འདྲེར་གཤེད་མ་ལྟ་བུ་དང། ཁྱིམ་ཐབས་ཉག་གཅིག་རྗེ་མོ་ལྟ་བུ་དང། ཆུ་དབང་བསྐུར་བ་ཆོམ་རྐུན་ལྟ་བུ་ཡི། ཆུང་མ་གསུམ་པོ་དེ་དག་རྣམ་པར་སྤངས་གསུངས་སོ་དུ་བ་ལས། སོང་པ་སང་ན་ད་ཆུང་མ་གསུམ་པོ་དེ་དག་རྣམ་པར་སྤངས་ཟེར་ཀ་ནས་ང་དང་ཐ་མས་ཀ་ཚིགས་པོ་ཁྱེར་ཏེ་ནང་ད་དེ་རིང་ཡིན་ཁྱེར་ཏེ་ནང་ཨེ་ནས་མདང་ཚུགས་པ་ང་དང་ཟླས་ནས་ཀ་ཨེ་ནས་ཁྱིམ་པ་ལ་སྡོམ་པས་ལྷ་བརྒྱ་དགུ་ཡོད་པའི་ནང་རྒྱལ་པ་ཚུགས་པའོ་བཞུད་ཚར་ཏེ་ནོག་ད་དེ་རིང་ཡིན་ཀ་ཁྱེར་ཏེ་ནང་ཁྱིམ་པ་ལ་སྡོམ་པས་ལྷ་བརྒྱ་དགུ་པའི་ནང་བཞུད་འཇིག་ད་ཨེ་ནོག་འོ་ན་ད་ཁྱིམ་པ་ལ་སྡོམ་པས་ལྷ་བརྒྱ་དགུ་པའི་ནང་ཟན་པོ་ཅིག་ཨེ་ནས་ང་དང་ཨེ་ནས་ཁྱིམ་ཐབས་ཀྱིས་ཨེ་ནས་ཀ་སྐྱོན། ཧ་ལས། ཤེས་ན་འོ་ད་ང་དང་དགའ་གཟུགས་ཤིག་བསྟན་དགོ་ཟ་ནོག་ཟ་རན་པོ་ཅིག་དང་ཁྱིམ་ཐབ་ཟ་རན་པོ་ཅིག་ཨེ་ནས་དགའ་ཁྱེད་དེ་ན་ང་དང་དགའ་བུ་ཚ་ཞིག་ཡིན་ནང་འདྲ་བུ་མོ་ཞིག་ཡིན་ནང་འདྲ་འོ་ད་རང་གི་ན་མ་ནང་མག་པ་ཨེ་ནས་དགའ་གཟུགས་ཤིག་དགོ་ཟ་ནོག་དགའ་གཟུགས་ཤིག་སྤང་དགོ་ཟ་ནོག་དགའ་གཟུགས་ཤིག་བསྟན་དགོ་ཟ་ནོག་ཟེར་ཀ་ནས་སྐོར་ལ་ཨེ་ནས་ད་གཙོ་བོ་དངོས་སུ་གསུང་ས་ཨེ་ནས་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་ཨེ་ནས་རྒྱལ་པོ་བདེ་སྤྱོད་བཟང་པོ་ལ་གསུངས་ཏེ་ནོག་ཨེ་ནས་རྒྱུད་ན་ད་ང་དང་དགའ་ཁྱིམ་པའི་ནང་བཞུགས་དེ་ངེད་ཅག་ཁྱིམ་པའི་ནང་བཞུགས་སྐབས་ཚང་མ་ལ། འོ་ད་དགའ་གཟུགས་ཤིག་ནང་ཉམས་པོ་ང་དང་འབྲེལ་བ་འབོར་དགོ་ས་ནོ་དགའ་གཟུགས་ཤིག་ནང་ཉམས་པོ་ང་དང་འབྲེལ་བ་བཅོ་བཅད་དགོ་ས་ནོ་ཟེར་ཀ་ནས་སྐོར་ལ་ནས་ང་དང་གསུངས་དེ་ནོ་ཧ་ལས་སོང་པ་སང་ན་ད་ཆུང་མ་ཟེར་རན་པོ་ཆེ་ང་དང་ད་ང་དང་ལ་དྭགས་སུ་སྤེལ་བའི་ནང་བཞུགས་ན་བཞིན་མ་བཞུགས་རོ་ཨ་ལས

ད་བདག་ས་དེ་ག་དེ་ནས་ཅི་གསུངས་སུ་འདུག་ཞུ་ན། རང་བཞིན་སྒྲ་སྦྲེལ་བཤད་མ་ལྟ་བུ་དང་གཟུགས་སུ་བ་ལས། ཨོ་ད་རང་བཞིན་སྒྲ་སྦྲེལ་བཤད་མ་ལྟ་བུ་དང་ཟེར་ན་ཡིན་ན་ང་དང་ད་དེ་ན་ཚིགས་མང་པོ་ཞིག་བཤད་མ་ཟེར་ན། ང་དང་ཧྲོག་གཅོད་ཀན། ཡང་མིན་ན་ང་དང་ཧྲོག་འཕྲོག་ཀན། ཨོ་ད་ང་དང་མདོར་བསྡུ་ན་ང་དང་ཨི་ངོ། ཨོ་ད་དེ་ནས་ག་གེ་དེ་ན་རང་ང་ག་གེ་དེ་ན་བུ་ཚ་ཞིག་ཡིན་ན་ཡང་འདྲ་བུ་མོ་ཞིག་ཡིན་ན་ཡང་འདྲ། ཨེ་ནས་ག་ང་དང་སྦྲེལ་བ་བཅོས་སའི་དེ་ནས་ག་ང་དང་དེ་ནས་བཞིན་མད། ཡང་མིན་ན་ང་དང་ཆུང་མ་ཟེར་ནོག་ད་ང་དང་ཆོས་ཟེར་ཚིག་ཟིན་ན་ཆུང་མ་གཞོན་བ་ལས་ཆུང་མ་གཞོན་པོ་ཅིག་འོ་དོད་བཞུ་ཟེར་ནོག་ད། འོ་ད་ཆུང་མ་ག་ཟུག་ཞིག་བསྟན་དགོ་ས་ནོག་ཟེར་ན། འོ་དེ་ནས་ག་ཟུག་ཞིག་ང་དང་སྤང་དགོ་ས་ནོག་སྐྱོན་ག་ཟུག་ཞེ་ན། བཤད་མ་རང་བཞིན་འདྲ་འདྲེལ། འོ་ད་རང་ནང་ག་ང་དང་བུ་ཚ་ཞིག་ཡིན་ན་རང་ཡི་ཆུང་མ་ཁྱེད་དེ་ནང་ཨེ་ནི་ཡང། ཁ་ལས་རང་བྱུང་མ་ཤེས་ཏེ་ན་ཡང་འབུ་རྩ་གཞན་ནང་ཉམས་པོ་རང་ནང་མ་མཐུན་གནས་རང་ནང་མ་འཆམས་གནས་རང་དགྲ་བོ་ནང་ཉམས་པོ་འབྲེལ་བ་གཅོད་ག་ནས་འབོ་མོ་ཞིག་ཡོད་ན་ཆུང་མ་ཞིག་ཡོད་ན་ཨོ་རྡོས་ང་དང་སྤ་མགོ་བསྟན་ནོ་ཟེར་ཏེ་རོ། གལ་ཏེ་ཨོ་རྡོ་མ་སྤ་ང་ཁོས་ང་དང་བསྡད་ནས་ཨོ་རྡོ་ནང་ཉམས་པོ་འབྲེལ་བ་རྒྱུན་རིང་པོ་གཅོད་སའི་བོར་ན་བཞག་ཤིག་ཁྱེད་རང་ཡི་ཧྲོག་ལ་ཡང་ཉན་ཀ་ཡོང་ཅ་ཟོས་ཏེ་ནོ་ཅི་ཟེར་ག་ཟེར་ན་ཨེ་ནས་ཁྱེད་རང་ཡི་ཆུང་མ་ཤེས་ཏེ་ན་ཁྱེད་རང་མ་མཐུན་གནས་དགྲ་བོ་ནང་ཉམས་པོ་འབྲེལ་བ་གཅོད་འཇིག་ཡོད་པ་སང་ན་ཡིན་ན་ཁོང་གཉིས་ཀ་གཅིག་སོང་སྟེ་ཞག་ཤས་ཁྱེད་རང་ས་སྐྱ་སེ་འགོ་སྐབས་མ་སྙེ་མོ་ཨ་སླེབས་དེ་དེ་ན་འོག་སོང་པ་སང་ན་འོ་ད་རང་བཞིན་ཨ་ལས་སྒྲ་སྒྲལ་ཙན་པོ་ཅིག་རང་བཞིན་ཨེ་ནི་སྒྲ་སྒྲལ་ཙན་པོ་ཅིག་རང་ཨེ་ཨེ་ནི་དགྲ་བོ་དང་གཉན་པོ་སྒྲལ་བ་ཡོད་ཀ་ནི་ཆུང་མ་ན་གཉན་པོ་ཨེ་ནི་སྒྲལ་བ་མ་ན་མ་འབོར་གལ་ཏེ་ཨེ་ནི་ཞག་ཤིག་ནས་ག་སི་དེ་གཟུགས་སྒྲལ་བ་བྱོས་སྟེ་ང་དང་དེ་གཟུགས་ཆུང་མ་ག་སི་བསྟན་ན་ཞག་ཤིག། ངམ་ཅི་ཞིག་མ་གཏོགས་ཁྱེད་རང་གི་ཧྲོག་ལ་ཉན་དགའ་ཡོད་དེ་ནོག་ཟེར་དགའ་ཟེར་ན་དེ་ནི་ཁྱེད་རང་གི་གཤེད་མ་ནང་བཙོག་ཟིན་ནོག་ཟེར་པོ་ཅིག་ཁྱེད་རང་ཧྲོག་ཁྲོག་ག་བཙོག་ཟིན་ནོག་ཁྱེད་རང་ཧྲོག་ཁྲོག་ག་འཇིག་ཨིན་ནོག་གསུངས་ཟེར་ནོག་ཨོ་གསུངས་པ་ཟ་ན་ད་ཚིགས་སྟངས་པས་ཀ་ཅི་གསུང་རང་བཞིན་འདྲ་འདྲིལ་གཤེད་མ་ལྟ་བུ་དང་ཟན་པོ་ཅིག་ཨོ་རང་ལ་རང་བཞིན་གི་རང་ནང་མ་མཐུན་ག་མ་འཆམས་ག་རང་ཡང་འདྲ་ཨོ་ན་ངན་མོ་བྱོས་ག་ཨོ་དོ་ན་ངན་པོ་འདྲེལ་བ་བྱོས་ག་ནི་ཀོ་ད་ང་དང་བུ་ཚ་ཞིག་ཡིན་ན་ཨོ་ཆུང་མ། མཱས་ཏེ་ཨེན་ཛེ་དང། ད་དེར་ན་ཚོ་ལ་བུ་མོ་ཞིག་ཡིན་ན་ཨོ་རང་ནང་མ་མཐུན་ཀ་རང་ནང་མ་འཆམས་ཀ་རང་ཡང་དགྲ་བོ་ལྟ་བུ་གི། དགྲ་བོ་ནང་མཉམ་པོ་ཨེ་ནི་མཐུན་འབྲེལ་བྱོས་ཀ་དགྲ་བོ་ནང་མཉམ་པོ་དཀྲོགས་ཏེ་འདྲུལ་ཀ་ནི་ཨོ་ཨི་གཟུག་ག་མག་པ་ནང་མཉམ་པོ་མ་འདུག་ཟེར་དོན་ཨོ་ཅི་ཡ་ཟེར་ན་གལ་ཏེས་དེ་ཟུ་ཡི་ཀ་འདུག་ཨེ་ན་སྔམ་ཆི་ཞིག་མ་གཏོགས་ཁོང་གཉིས་ཀ་གཅིག་བྱོས་ཏེ་ཁྱོད་རང་སྲོག་ལ་ཉན་ཀ་ཡོད་དེ་ན་ཨོ་དེ་ནི་ཁྱོད་རང་གི་བཤད་མ་ནང་བཙོག་ཟིན་ནོ་ཟེར་ན་ཨོ་ཅིག་བཤད་མ་ཨ་ཟེར་ན། ཨོ་རང་སྲོག་འཕྲོག་ག། སོང་ཨ་ལ་སོང་པ་ས་ན་ཚིགས་དང་པད་ཀ་ང་དང་དགའ་གཟུགས་ཤིག་ཨེ་ནི་ང་དང་སྤང་མགོ་ས་ནོག་ཟན་པོ་ཅིག་ཨོ་རང་བཞིན་དགྲ་བྲལ་ཨོ་བཤེད་མ་ལྟ་བུའི་ཨེ་ནི་ཆུང་མ་སྤང་མགོ་ས་ནོག་ཟ་ད་བདག་ས་དངོས་སུ་བཟུང་ས་བལ་དགོན་འཕགས་པ་ཀླུ་སྒྲུབ་ཀྱིས་མགོན་པོ་ལོཅེས་ཆོག་རྒྱལ་པོ་བདེ་སྤྱོད་བཟང་པོ་ལ་གསུངས་པ་ས་ན་རྒྱལ་པོ་བདེ་སྤྱོད་བཟང་པོ་ཁོ་ཨེ་ནི་བུ་ཚ་ཞིག་ཡིན་པ་ས་ན་ཨོ་ད་ཆུང་མ་ཨོ་གཟུགས་ཤིག་ནི་མཉམ་པོ་འབྲེལ་བ་ནམ་ཡང་འབོར་དགོ་ས་མ་ནོ་ཟེར། ད་དུས་ང་དང་ཚིག་བསྒྱུར་བཏང་སྟེ་དགའ་སྦོ་མོ་ཞིག་ཡིན་ན། ཨོ་ད་དེ་ནི་དགའ་ཁྱེད་དེ་ནི་རང་གི་བཟའ་ཟླ། ཨོ་ད་ཨོ་གཟུགས་ཤིག་ནི་མཉམ་པོ་ཨེ་ནི་ནམ་ཡང་ང་དང་འབྲེལ་བ་གཅོག་དགོ་ས་མ་ནོ་དེའོ་ནི་ང་དང་ཨོ་ཤེད་མ་ཡིན་ནོ་ཟེར་དང་ཤེད་མ་ཟེར་ན་ང་དང་ཧྲོག་ཧྲོག་ག་ནི་ཨེ་ནོ་གསུངས་སྟེ་ལོག་སོང་ལ་ཚིགས་དང་པད་ཀ། གཉིས་སྤེལ་ཀ་ཁྱིམ་ཐབ་སྙ་བཅད་རྒྱལ་མོ་ལྟ་བུ་དང། འོ་ལྟར་རྒྱལ་མོ་ཟེར་ན་ང་དང་དགའ་གི་དེ་ན་ང་དང་དགའ་བཙུད་མོ། ཧ་ལས་འོ་ཡ་མེན་ན་བཙོ་མོ་ཟེར་ནོག་བཙུད་མོའང་ཟེར་ནོག་བཙོ་མོའང་ཟེར་ནོག་འོ་ལྟ་དགའ་བཙུད་མོ་རིན་པོ་ཆེ་ཡ་མེན་ན་བཙུད་མོ་ཞིག་ཡོད་ན། འོ་ལྟ་དེ་ནས་ཁོའི་གི་དེ་ན་དེ་ཁོ་རང་གི། ཨེ་ནི་ག་དེ་ཡོ་ག་ཡོད་ག་ཚང་མ་ཨེ་ནི་ཁོ་རང་ང་བཙུན་མོ་ཡིན་ཁྱོད་རང་ཚང་མ་ངའི་གཡོག་པོ་ཡིན་ནོ་ཁྱོད་རང་ཚང་མ་ངའི་འབངས་མི་སེར་ཡིན་ནོ་གསུངས་ནས་པད་ཨིན་ཝོའི་དམངས་དེ་དབང་བསྒྱུར་བྱོས་ག་འཇིག་ཨོ་དབང་དང་བཤད་དང་སྟོབས་ཤུགས་བཀོལ་ཏེ་ཨོ་ཟུག་བྱོས་ག་འབོ་ལ་ཅེས་བརྫོ་ང་དང་རྗེ་མོ་ད་རྗེའོ་ཟེར་ན་ང་དང་བུ་ཚ་ལ་རྗེའོ་ཟེར་ནོ་བུ་མོ་ལ་རྗེ་མོ་ཟེར་ནོ། ཧ་ལས་ད་སོང་པ་སང་ན་དགའ། ཨོ་ད་ང་དང་དགའ་བུ་རྩ་གཅིག་ཡིན་ན་རང་གི་ཆུང་མ་ཁྱེད་དེ་ནང་ཨོ་རང་གི་སྤོན་པོ་ནང་བཞིན་ཅིག་ནམ་ཡང་འགོ་ས་མ་ནོར་ཟེར་དོ། ཅེས་ཟེར་ན་སྤོན་པོ་ནང་བཞིན་ཡོད་ན་ཅི་ཡོང་བསྐྱག་ཟེར་ན། ཁྱིམ་ཐབ་སྙས་ཅེས་ཛན་པོ་ཅིག་ཨེ་ནི་རང་གི་ཁྱིམ་ཐབ་ཟན་པོ་ཅིག་ཨེ་ནི་རང་གི་ཨེ་ནི་དགའ་ཁྱིམ་ཐབ་ལ་ཟན་པོ་ཅིག་རང་གི་ཨེ་ནི་དགའ་བཟའ་ལྡ་ལ། འོ་ན་མིན་ན་འདི་ནི་ང་དང་ཐུབ་ཚོད་བཏང་ཅགས་སྙབ་བཅོལ་བཅོལ་ཅགས་ཨེ་ནི་དགའ་ཁྱེད་དེ་ནང་ད་ང་དང་ཁ་ངན་ཚིག་ངན་བཀོལ་ཅགས་ད་དེ་ན་ཚོགས་ལ་ཨེ་ནི་དགའ། ཐ་ན་བཟུང་སྟེ་སྤེ་ར་ཟེར་ལུག་ཟེར་སྟངས་ཚང་མ་བང་ན་སྙན་པོ་བཤད་ན་སྙན་པོ་བཞུགས་ན་སྙན་པོ། འོ་ད་དེ་ངོ་ཤེས་ཅི་ཞིག་བྱེད་ན་དགའ་ཁྱེད་དེ་ན་རང་ཨ་བང་རྒྱ་བཟའ་ཟང་མེད་གང་ཅི་ཁོའི་བང་ཨ་ང་དང་ཆ་གོ་ཤ་ཞིག་ཡིན་ན་འོ་དོ་ཅི་སོང་དེ་རུང་ཨོ་ད། གདངས་འདི་དྲན་ང་དང་བཞུ་ན། དཔོན་པོ་ལྟ་བུ་ཞིག་ནམ་ཡང་མགོ་ས་མ་ནོག་ཟེར་དོ། ད་ག་ཡིན་ན་ཡང། ག་ང་དང་བུ་ཚ་ཞིག་ཡིན་ན་རང་གི་ཆུང་མ། ཨོ་རང་གི་དཔོན་པོ་ནང་བཞིན་ཅིག་མ་ན་མེད་ག་འཇིག་རང་ནང་འདྲ་འདྲ་མཉམ་མཉམ་བཙོག་བྱོས་ཟེར་འགྲུལ་ག་འཇིག། ཨོ་ད་བུ་མོ་ཞིག་ཡིན་ན་རང་གི། ཨེ་ནི་བཟའ་ཟླ་ཁྱེད་དེ་ན་ཨོ་ད་རང་ཡི་རྒྱལ་པོ་དང་དཔོན་པོ་ནང་བཞིན་མེན་ཀ་འཇིག་ཨོ་རང་ནང་ཨོ་དགྲ་འདྲ་མཉེམ་མཉམ་བཙོག་བྱོས་ཏེ་སྦྲུལ་དཀར་འཇིག་ཨོ་ཟ་ཟེར་རོགས་སོང་པ་ཟ་ན་ཁྱིམ་ཐབས་སྙད་ཨོ་ད་ཁྱིམ་ཐབས་ལ་སྙད་བཅོས་བཤད་གན་མ་ཡིན་ཀ་འཇིག་ཐུབ་ཚོད་བཏང་གན་མ་ཡིན་ཀ་འཇིག་དབང་ཡོད་ཧྲུལ་གན་མ་ཡིན་ཀ་འཇིག་དགོས་ཟ་ནོ་ཨོ་ཨོ་ད་དེ་ཡིན་ན་ང་དང་ཅི་དང་རྗེ་མོ་ནང་བཞིན་ཅིག་ཡོད་ན་མ་འགྲིག་གན་ཨོ་རང་ཡི་རྒྱལ་པོའམ་རང་ཡི་དཔོན་པོ་ནང་བཞིན་ཅིག་ཡོད་ན་མ་འགྲིག་གན་ཨོ་ཅེས་ཟེར་ན་ཨོ་གཟུགས་ཤིག་ཡོད་ན་ཨོ་དེ་ཨུན་གལ་ཏེ་ན་ང་དང་སྤང་གོ་ཟེར་ན་ཨོ་གཟུགས་དང། ཨོ་ད་ང་དང་ག་བུ་ཙ་ཞིག་ཡིན་ན་ཨོ་གཟུགས་ཀྱི་ཆུང་མ་ཞིག་ཡོད་ན་སྡོད་ན་ཉམས་པོ། ད་རྒྱུན་རིང་པོ་མ་འདུག་ན་རྒྱག་ཤོད་ཟེར་ན་ཨོ་གཟུགས་དང་ག་ཟེར་ན་མིན་ན་ཁོའི་ཐུབ་ཚོད་ན་ཨེ་ཁོའི་དབང་ཡོད་ན་ཨེ་ཁོའི་དབང་ཡོད་ན་ང་དང་འགྲུལ་གོ་ཟེར་ད་ཟེར་ན་མི་ཚེ་སྒོམ་འདོད་ཨེ་རང་ཨར་དིས་ཀི་དང་ལྡན་པ་ཞིག་ཡོང་ཨ་མ་ནོ་ཨོ་གཟུགས་ཟེར་ནོ། སྐད་བརྡ་ལས། ད་གསུམ་པའི་ག་གེ་དེ་ན་ཆུང་བ་སྐུ་བ་ཆོམ་རྐུན་ལྟ་བུ་དང། ཨོ་ད་ཡང་རིགས་ཤིག་ཅི་ཡོང་བ་བཀྱག་ཟེར་ན། ཨོ་རང་ཨེ་ག་གེ་དེ་ན་ནང་ཁང་པའི་ན་ཡོད་ཀ་ནས་བཅའ་ལག་ཚུང་བརྩེགས་ཡིན་ན་སྐུ་སྟེ་ཁེར་ཏེ་ཨོ་ད་ན་ཆོམ་རྐུན་ནང་བཞིན་ཅི་ཡོང་བ་བཀྱག་ཨོ་དང་སྤང་གོ་སྟེ་ན་ཨོ་གསུངས་སྟེ་ན། ཆོམ་རྐུན་ཟེར་ན་ང་དང་ས་ལེ་ག་ཅོམ་ག།

ཨོ། ཆུང་མ་གསུམ་པོ་དེ་དག་རྣམ་པར་སྤངས། ཨོ། ད་ཨོ་དེ་བཙོག་སའི་སྒ་ང་དང་འབུ་ཚ་ཞིག་ཡིན་ན། ཆུང་མ་ཨོ་དེ་གསུམ་པོ་གང་རུང་འཇིག་ཡང་མེད་ན་ཨོ་དེ་གསུམ་པའི་ནང་སྒ་གཟུགས་ཤིག་གསུམ་ཀ་ཚང་ན་ད་དེ་བས་ཀྱང་མ་འགྲིག། ཨོ་དེ་ནང་གཅིག་ཚང་ན་ཡང་ཨོ་དང་ནང་མཉམ་པོ་དེ་ནི་ང་དང་རྒྱུན་རིང་པོ་ལུས་ན། ད་རང་མི་ཚེ་ཁེལ་དེ་ན་ཨེ་ནི་སྒ་ང་དང་སྐྱིད་པོ་མེད་གང་ཅན་ཅིག་དང་སྡུག་བསྔལ་ཅན་ཅིག་ག་རྒྱུ་སྐྱ་སྤུ་ཁེལ་དེ་ན་གཏན་ཁེལ་ཚར་དེ་ཡིན་ནོ་གསུངས་སྟེ། ཨོ། ད་སོང་བ་སང་ན་ད་དེ་ན་ཚོ་ལ་ང་དང་བུ་ཚ་ལ་སྦྱར། བུ་མོས་བུ་མོ་ལ་སྦྱར་ན་ཡང་ཨོ། ད་རང་གི་བཟའ་ཟླ་འམ་ཁྱོ་ག་ཁྱེར་ཏེ་ན་ཨོ། ད་ཨོ་འདུག་སུ་མ་ཡིན་ག་འཇིག་ག་ཁྱེར་ཏེ་ན་མགོ་མེད་ཀ། རང་ཡང་དགྲ་བོ་ན་ཉམས་པོ་བསྒྲལ་བ་བཅོས་ཏེ་ཨེ་ནི་རང་ཨི་འོང་ཐུབ་ཚོད་དང་ཉབ་ཅོ་ཤད་ག་མ་ཡིན་ག་འཇིག། ཨེ་ནི་ག་རང་ཨེ་ནི་ག་ཁྱེར་ཏེ་ན་རྒྱལ་པོ་དང་བློན་པོ་ནང་བཞིན་གྱི་ཨི་འོང་དབང་ཧྲུལ་ག་འཇིག་མ་ཡིན་ག་འཇིག། ཨེ་ནི་ག་གལ་ཏེ་ན་རང་ན་ཨེ་ནི་ག་ན་ང་ན་ཡོད་ག་ན་ཁང་པའི་ན་ཡོད་ག་ནི་རང་རྐང་ང་དང་སྐ་ངལ་བར་དོ་སགས་སེ་ཅ་ལག་ངོས་པོ་ན་གལ་ཏེ་ན་ངོས་པོ་ཚང་མ་གལ་ཏེ་ན་རྒྱུ་ནོར་ལོངས་སྤྱོད་ཚང་མ་གལ་ཏེ་ན་རེ་ན་རེ་རེ་སྐུ་སྟེ་གལ་ཏེ་ཡང་ཕི་ལོ་བ་མི་ཡི་སྟངས་ཀ་ན་མ་ཡིན་ག་འཇིག་དགོས་སྟེ་ནོ་ཟེ་དང་འོ་དེ་གསུམ་པོ་གང་རུང་ཅིག་ཡོད་ན་མ་འདྲི་ང་ནོ་ཟེ་དང་འོ་དེ་གསུམ་པོ་དེ་དག་རྣམ་པར་སྤངས་ཟན་པོ་ཅིག་དག་ག་གལ་ཏེ་ན་རྒ་མགོན་པོ་ལྷུན་གྲུབ་ཀྱིས་རྒྱལ་པོ་བདེ་སྤྱོད་བཟང་པོ་ལ་གསུངས་བསྟན་པ་བསམ་ན་ངོ་སོ། རྒྱལ་པོ་ཨ་གྱེས་དེ་ན་འགའ་བཙུན་མོ་མང་པོ་ཡོད་དེ་ན་འོ་ད་རྒྱལ་པོ་ངེད་རང་སང་བཙུན་མོ། མང་པོ་ཡོད་པས་ན་འགའ་བཙུན་མོ་ངོན་གྱེས་དེ་ན་ངེད་རང་འོ་ད་བདེན་པའི་རང་ཕན་ཐོགས་བྱ་ནི་ནོ་འགའ་བཙུན་མོ་ངོན་གྱེས་དེ་ན་ངེད་རང་ཤནོ་སྐལ་བྱ་འཇིག་ཡིན་ནོ་ཟེར་ཀ་ནི་སྐོར་ལ་གསུངས་བསྟན་ནོ་འོ་ད་བདག་སྲས་འདིའི་ནང་བཞིན་ཡོད་ན་འདིའི་བཙུན་མོ་ངོན་གྱེས་དེ་ན་ངེད་རང་ཕན་ཐོགས་རྩ་བ་སྙིང་ནས་མེད་སྐད་སྣོད་སྐད་ལས་འདོགས། ཅེས་ཟེར་ན་དེའི་དབུས་ནས་བཞད་དེ་ངེད་རང་སྡུག་བསྔལ་ཡོང་བྱ་ཞིག་མ་གཏོགས་རྡེལ་སྐྱིད་ཡོང་བྱ་ཞིག་ཕ་ན་མ་ནོ་གསུངས་དོན་རོ། འོ་ད་དེའི་དབུས་ནས་བཞད་དེ་ན་ངེད་རང་ཆོས་རྣམ་པར་དག་པ་བསྒྲུབ་བྱ་ལ་པར་བྱ་དེ་ཡོང་བྱ་ཞིག་མ་གཏོགས་ཆོས་རྣམ་པར་དག་པ་བསྒྲུབ་བྱ་ལ་ཕན་ཐོགས་ཤིག་རྩ་བ་སྙིང་ནས་ཡོང་ང་མ་ནོ་གསུངས་དོན་རོ། འོ་ད་དེའི་དབུས་ནས་བཞད་དེ་ནི་ངེད་རང་མ་ཟད་ངེད་རང་ཡི་དེ་ནས་ཕ་མ། འོ་ངེད་རང་ཡང་ཁྲ་ཁྲོ་གུ། འོ་ངེད་རང་ངྷི་འབྲུག་ཁྱིམ་མཚེས་དངོས་ལ་ཡང་ཧྲནོ་སྐལ་ཅིག་མ་གཏོགས་ཕན་ཐོགས་ཤིག་རྩ་བ་སྙིང་ནས་ཡོང་ཉན་ཅེས་མེད་ཀྱ་གསུངས་དེར་སོང་པ་བསམ་ན། འོ་ད་ང་དང་འགའ་གྲོངས་པ་ཞིག་ཡིན་ནའང། འོ་ད་འཛོམས་ཏེ་མི་ཚེ་སྐྱལ་དགོས་པ་ན་ཕར་ལ། འོ་མི་ཚེར་དིས་ཀྱིས་ཕུན་སུམ་ཚོགས་པ་ཞིག་དང། མི་ཚེར་དིས་ཀྱིས་ཕུན་སུམ་ཚོགས་པ་ན་ཉམས་པོ་ཉམས་པོ། ཚེ་འདིའི་ཨོ་དེ་ནས་དགའ་སྟོན་རྟགས་དང་བཅའ་བ་ཐམས་ཅད་བདེ་མོ་བྱོས་ཏེ་སྦྲུལ་ངན་དཀའ་འཇིགས་དང་ཚེ་རབས་ཕྱི་མ་རྣམས་སུ་ཡང་ཨེ་ནས་དགའ། ཡང་སླར་ཡང་རྡི་སྐྱིད་ཕུན་སུམ་ཚོགས་པ་ཡོངས་སྐྱེ་སི་ཕི་ཨ་ཨེ་ནས་དམ་པའི་ཆོས་ཨེ་ནས་རྣམ་པར་དག་པ་ཅིག་སྒྲུབ་དཀའ་འཇིགས་ཡོངས་འགོ་སྲེད་ན། ཨོ་ད་བདག་སྲས་སྐྱོན་གསུམ་དང་ལྡན་པས་ཨོ་ཆུང་མ་ཡིན་ན་འདྲ་ཨོ་ཁྱོ་ག་ཡིན་ན་འདྲ་ཨོ་ད་སྡེ་གསུམ་ཁྱེད་དེ་ན་ང་དང། ཨེ་ནི་སྤང་དགོས་ལྟེ་ནོ་གསུངས་ལྟེ་ནོ། འོ་འདི་གསུམ་དང་མ་སྤངས་མ་ཡིན་ན་ཚེ་འདི་ཡང་ངར་འདི་སྐྱིད་ཕུན་སུམ་ཚོགས་པ་མི་ཡོང་བྱ་ཞིག་ཚེ་རབས་ཕྱི་མ་རྣམས་སུ་ཡང་དགོས་པས་བྱ་བ་དེ་ནི་ཆོས་རྣམ་པར་དག་པ་བསྒྲུབ་བྱ་སོ་གེ་ལྟེ་ན་ཡོང་སྙ་ན་མ་ནོ་གསུངས་ལྟེ་ནོ་སོང་པ་བསམ་ན་ད་དེ་ག་ན་གེ་ལྟེ་ན་ང་དང་ལྡན་པ། ང་དང་སུ་དང་སུ་ཞིག་ཡིན་ན་ཡང་འདྲ། ཨེ་ནས་རང་ཡང་ནང་ཁང་པའི་ནང་ག་བཞུགས་ཙ་ན་ཁད་དེ་ན། འོ་ད་ང་དང་འདི་ནས་བདེན་པ་མིའི་མི་ཚེར་དེ་སྐྱིད་ཕུན་སུམ་ཚོགས་པ་ཞིག་ལྡ་ན་ལ། ནང་ཁང་པའི་ནང་འདུག་ག་ནས་མི་གཅིག་བཟང་པོ་ཡོད་དེ་མི་གཅིག་རྒྱ་ལ་ཡོད་དེ་ནང་བོ་བར་དེ་སྐྱིད་ཕུན་སུམ་ཚོགས་པ་ཞིག་འདྲུལ་ཉ་ན་མ་རོགས། སོང་པ་ཟ་ན་མགོ་མེད་ག་ཁད་དེ་ན་ང་དང་ཨ་བ་ལས་ན་ཨ་མ་ལས་ཁོ་རང་གཉིས་ཀ། ཨོ་དེ་ནས་བདེན་པ། བསམ་བློ་བཏང་བཟོ་སྡུག་བཟོ་རྒྱ་ལེགས། ཨོ་གཅིག་ནང་གཅིག་ག་བརྩེ་བ་ཡོད་ག་འཇིག། ཨོ་གཅིག་ནང་གཅིག་ག་གུས་ཞབས་ཡོད་ག་འཇིག། ཨོ་གཅིག་ནང་གཅིག་ག་ཨེ་ནི་བདེན་པ། ཕན་ཐོགས་སྤྱོད་བྱ་སའི་བསམ་བློ་ཡོད་ག་འཇིག་དགོས་བསྟན་ནོ་མ་གཏོགས་ཨོ་ད་གཅིག་ནང་གཅིག་ག་ཨེ་ནི་དབང་ཡོད་སྲུལ་ཏེ། ང་དང་གཅིག་པོར་རྗེ་མོ་ལྟ་བུ་དང་གཅིག་དེ་རྗེ་བོ་ལྟ་བུ་འོ་ད་གཅིག་དེ་རྒྱལ་པོ་ནང་བཞིན་ཅིག་གཅིག་དེ་གཡོག་པོ་ནང་བཞིན་སྤྱོད་ན་ཡང། འོ་ད་ནང་མི་ནང་རྡི་སྐྱིད་ཕུན་སུམ་ཚོགས་པ་ཞིག་དང་བཀྲ་ཤིས་པོ་ཞིག་དང་ཨེ་ནས་ག་ཚང་མ་ལ་སྐྱིད་པོ་ཞིག་ཡོང་བ་ནོར་བ་ཟེར་ན་རྩ་བ་ཉིད་ནས་ཡོང་བ་མ་རེད་གསུངས་པ་ཟེར་ན། འོ་གཅིག་པོ་རྒྱལ་པོ་ནང་བཞིན་ཅིག་གཅིག་པོ་གཡོག་པོ་ནང་བཞིན་སྤྱོད་ཟེར་རྩ་བ་ཉིད་ན་འདུག་ན་འགྲིག་ག་མ་རེད་ད་ང་དང་ལྷ་བརྒྱ་བའི་ཁེ་དེ་ན་འོ་དུ་གསུངས་ཏེ་ནོར། རྡག་ས་དེ་ག་ན་སྤང་ཟེར་པོ་ཅིག་རྡག་ས་ར་ང་དང་ཨི་གཟུགས་ཡོད་ན་ཨེ་ནི་དེའོ་མེད་ག་མཆོད་རྡག་ས་རང་འཕང་སོང་ཟེར་དེ་མེད་ཨོ་རྡག་སྤང་བྱ་ཟེར་པ་ལ་ཁེལ་དེ་ན་ནང་བསམ་བློའི་བྱ་བ་དང་སྤྱོད་པ་ཚང་མ་སྤང་བྱ་ཞིག་དང་ཁོ་རང་ངོས་པོ་ཁོ་རང་སྤང་བྱ་ཞིག་གཉིས་བཞིན་ཡོད་པ་བསམ་ན་ཨོ་རྡག་ང་དང་སུ་དང་སུ་ཞིག་ཡིན་ན་ཡང་ད་ལྷ་བརྒྱ་བོ་ཅི་གསུངས་ཟེར་རོང་ཟེར་ན་ཨོ་བུ་ཚ་ཞིག་ཡིན་ན་ཡང་འདྲ་བུ་མོ་ཞིག་ཡིན་ན་ཡང་འདྲ་ཅིག་ང་ང་རང་རྒྱལ་པོ་ཡིན་ང་ནང་ཡང་བདག་པོ་ཡིན་ང་ས་ཞིང་རྡོ་རྒྱ་རྡོ་རྒྱ་ཚང་མ་ངའི་དབང་ཡོད་ཨོ་ཁྱོད་རང་ཁེལ་དེ་ན་ཨི་ན་ཡོངས་ཕི་ལོག་ན་ཡོངས་གང་ཅི་ཡིན་རོགས་སེམས་དེ་གཡོག་པོ་ནང་བཞིན་ཅིག་ཨོ་དེ་ནས་ག་ཁྱེད་དེ་ན་ཨེ་ནས་ག་ང་དང་དེ་ནས་ཕི་ལོ་བ་མི་ཅིག་ནང་བཞིན་ཅིག་མ་ཅོ་ཨ་དེམ་པ་དེ་ནས་ཆོས་ནང་བཞིན་ཅིག་ཆོས་ཅོ་ཤེས་ཀ་ཅིག་ཨེ་ནས་ཆོས་ཀྱི་ལམ་ན་འགྲུལ་དཀའ་ནས་མི་ཞིག་ཡིན་ན་ཨོ་དེ་ཚང་མ་ཁྱེད་དེ་ན་སྡིག་པ་ཡིན་ནོ་གསུངས་སྟེ་ན་ཨོ་དེ་ཚང་མ་ཁྱེད་དེ་ན་མི་དགེ་བ་ཡིན་ནོ་གསུངས་སྟེ་ཨོ་དེ་ཚང་མ་ཁྱེད་དེ་ན་གཞན་ལ་ཐུབ་ཚོད་ཡིན་ནོ་གསུངས་སྟེ་ན། ཨོ་ད་ང་དང་གཞན་ལ་ཐུབ་ཚོད་བཏང་ན། ང་དང་ཕི་ལོ་བ་མི་ཡ་ཐུབ་ཚོད་བཏང་ན་མ་འགྲིག་ན། ནང་འོ་སི་མི་ཡང་ཐུབ་ཚོད་བཏང་ན་མ་འགྲིག་ཨ་འགྲོ་བ་ལེ། ཨོ་ད་ང་དང་ཀྲོང་པའི་ནང་ཡོང་ཙ་ན་ཡང་ཨོ་ཟུག་གི་རིགས་སི་མ་ན་མང་པོ་ཞིག་ང་དང་ཡོང་འཇིག་སྟངས་ཡོད་ཧ་ལེ། ཨོ་དགའ་ཁྱེད་དེ་ན་དཔེར་ན་ང་དང་རིགས་གཅིག་ག་ཁྱེད་དེ་ན་ཀྲོང་པ་རིགས་གཅིག་ཡིན་ན། ཡ་ནི་གཅིག་པུ་ཁྱེད་དེ་ན་དགའ་ང་དང་སྒོར་མེ་ནི་ཡ་མེ་ན། རྒས་པ་ཡིན་ན་འདྲ་ང་དང་སྒོར་མེ་ནི་མུ་ལ་ཟིམ་ཙོག་སི་ནི་དགའ། ཡ་ནི་དགའ་དང་ཏན་ཁ་ཕོགས་སྤྱི་སྟོང་བརྒྱ་ལ་ཡོད་དན་པོ་ཅིག་ཨོ་ད་ཅིག་པ་དེ་ཙམ་ཞིག་མེད་དམ་ཕོ་ཅིག་ཨོ་ད་དེའི་དང་ཁ་ནང་དེ་ཚང་མ་ཕོགས་དང་དེ་ཚང་མ་བརྔན། ཨེ་ནང་རྩིག་བྱ་ཟིག་དེ་ཚང་མ་བརྔན་འགའ་རེ་ཉོས་བྱ་སྤེན་དེ་ཚང་མ་བརྔས་དང་ཟེར། ཨོ་ད་ཁྱོད་རང་ད་ཡོག་པོ་ཡིན་ནོ་ཁྱེད་རང་ཅང་སློབ་སྦྱོང་མེད་ཀྱག་ཁྱེད་རང་གཅིག་མེད་ཀ་འཛོགས་ཅིག་ཨ་ལ་ཧི་ཐུབ་རྩོད་དང་ཟེ་དབང་ཡོད་བྱ་དེ་ཨོས་གཟུགས་བྱོས་ན། ད་ཁམ་དོན་དགེ་སྦྱོར་ཙམ་ཞིག་བྱོས་ན་བརྔན་ན་བསྙུང་ན་ཙམ་ཞིག་བྲོས་ན་ཆོས་དང་མགལ་ཏེ་ནོ་ཆོས་སྣང་ཆོས་སི་ལམ་ན། སྒྲུབ། སྒྲུལ། མ་ངེས་ན་ནོ་གསུངས་པ་ཟེར་ན་ང་དང་ཅི་ཤེས་དགོས་ཏེ་ནོ་ཟེར་ན་འོ་དེ་ག་ན། འོ་ད་ཆོས་ཀྱི་ལམ་ན་སྒྲུལ་དཀའ་ནི་མི་ཞིག་ཡིན་ན། ཧ་ལས། འོ་ངེད་ཅང་ཁྱིམ་པའི་ནང་བཞུགས་དེ་ཡང་ཆོས་རྣམ་པར་དག་པ་བསྒྲུབ་བྱ་བརྗོད་དཀའ་ནི་མི་ངེས་དེ་ཡག་ན་ང་དང་ཚང་མ། སངས་རྒྱས་དང་བྱང་ཆུབ་སེམས་དཔའ་ངོ་ནི་ཡང་ན་ཡང་སུ་གསུངས་སུ་བཏུ་བ་ལས། སྒྲུབ་ན་ཁྱིམ་ན་ན་ཟ་ཀྱང་ཐར་པ་ཡོད་ཟེར་ཏེ། བཅོས་བྱེད་དཀའ་འཇིག་བཅོས་ཉན་དཀའ་འཇིག་ཡིན་ན་ཁྱིམ་པའི་ནང་འདུག་སྟེའང་ཐར་པ་དང་ཐམས་ཅད་སྐྱེན་པའི་གོ་འཕང་ཐོབ་ཉན་བྱ་བཞིན་ཡོད་གསུངས་སོ། དཔེར་ན། མི་ལ་དང་མར་པ་ལ་སོགས་པའི་སྔར་གྱི་དེ་ནས་རྒྱ་གར་གྱི་རྒྱལ་པོ་དང་བློན་པོ་འོད་གཟུགས་ཆོས་ཀྱི་ལམ་ནས་འགྲུལ་དཀའ་མང་པོ་ཡོངས་སུ་འདུག་ཨ་ཟེར་ཏེ་སྡེ་ཚང་མས་སྤེ་ཡ་བོར་ཏེ་འདུག་བ་ལས། འོ་ད་སོང་བ་སང་ན་ང་དང་ཅི་དང་སུ་དང་སུ་ཞིག་ཡིན་ན་ཡང་ངེད་ཅག་སུ་དང་སུ་ཞིག་ཡིན་ན་ཁོ་ཁྱིམ་པའི་ནང་ང་དང་མི་ཚེ་གཅིག་སྐྱལ་དགོ་ཟེར་ད་སང་ན་འོ་དེ་མི་ཚེར་ལྡེ་མིག་དང་ཕུན་སུམ་ཚོགས་པ་ནང་བཞིན་ཅིག་སྐྱལ་ལ་ལ། ཡང་ན་གཅིག་པོ་རྒྱལ་པོ་ནང་བཞིན་གཅིག་པོ་གཡོག་པོ་ནང་བཞིན། ཡང་མིན་ན་གཅིག་པོ་བཙུན་མོ་ནང་བཞིན་གཅིག་པོ་གཡོག་པོ་ནང་བཞིན། ནམ་ཡང་བསམ་བློ་མ་བཏང་ནམ་ཡང་ཨོ་གཟུགས་ཀྱི་བྱ་བ་ནང་སྤྱོད་པ་མ་མཛད་ཟེར་ཏེ་ནོ། ཡང་དང་པས་ཀ་ཤེས་ཏེ་ན་རང་བཞིན་སྒྲ་དྲི་གཤེད་མ་ལྟ་བུ་དང་གཟན་པོ་གཅིག་ཨོ་གཅིག་པོ་ནང་གཅིག་པོ་ཐུབ་ཚོད་དང་སྟེ། རང་ནང་མ་མཐུན་ཀ་ན་དགྲ་བོ་ནང་མཉམ་པོ་གྲོགས་བྱོས་སྟེ་དགྲ་བོ་ནང་མཉམ་པོ་མཛའ་བོ་བྱོས་སྟེ། ཨེ་ནི་ཡང་ཨི་ངོས་པོ་ལ་ཐུབ་ཚོད་དང་དབང་ཡོད་བྱས་ཏེ་ཨེ་ནི་ཁོའི་མཐའ་ན་བཟུང་སྟེ་ཁོའི་སྲོག་འང་ཨེ་ནི་བསྐྱལ་བྱ་སའམ་སྲོག་མ་བསྐྱལ་ནའང་རྡུང་བརྒྱབ་ཅི་གཏོང་བཏང་བྱ་སའི་ཉེན་ཀ་ཡོད་པ་ཟ་ན་ཨོ་གཟུགས་ཡང་ནམ་ཡང་མ་སྤྱོ་འོ་གསུངས་ཟེར། ཨེ་ནི་སུམ་པའི་ག་ཁྱི་དང་ཆུང་ངུའང་རྐུ་བ་ཆོམ་རྐུན་ལྟ་བུ་དང་ཟེར་ན་ཕོ་གཅིག་ཨེ་ནི་ག་གང་པོ་ཡིན་ནའང

ཨོ། སོང་པ་སང་ན་ད་ཆུང་མ་དེ་གསུམ་དེ་དག་རྣམ་པར་སྤངས། ཆུང་མ་གསུམ་པོ་དེ་དག་རྣམ་པར་སྤངས། ཨོ་གཟུགས་ཡི་ག་དག་ང་དང་ཆུང་མ་ཡིན་ན་འདྲ། ཡང་མིན་ན་ཁྱོ་བ་ཡིན་ན་འདྲ། ཨོ། ད་ཨོ་གཟུགས་གསུམ་པོ་གང་རུང་ཅིག་དང་ལྡན་ན། ཨེ་ན་དེ་ཧུན་གྱིས་བལྟས་ན་ང་དང་སྐུ་ལས་བསྐུལ་བ་འགྱུར་བ་དང་གོ་ཞབས་སོ་ཁག་ཅག་ནས་ནི་གལ་ཏེ་འགྱུར་བ་མ་བཏང་ན་དེ་ག་ན་ང་དང། སྡུག་བསྔལ་ཡོང་བ་ནོ། སྡུག་བསྔལ་ཡོང་བ་ནི་པོ་ཅིག་གཅིག་པོ་ལ་སྡུག་བསྔལ་ཡོང་སྲིད་སྡུག་བསྔལ་མ་ནོ། གཉིས་ཀ་སྡུག་བསྔལ་ཡོང་བ་ནོ། ཐ་མ་གཉིས་ཀ་ཕུང་བྱུང་བ་ནོ། ཐ་མ་གཉིས་ཀ། ཨེ་ནི་ག་ཚད་འདི་ཡང་མེད་ག་འཇིག། ཧ་ལས་ཀ་ཅེས་ཟེར་ན་ཚད་དེའི་མེད་ཀ་འགའ་གཟུགས་ཡོད་དོགས་ཟེར་ན། ཚད་དེའི་གཉིས་ཀ་འོ་དེ་ཅི་གཉིས་ཀ་གཅིག་པུ་ཡང་མིན་ན་གཅིག་པོ་བདེན་འདེད་བྱོས་འདུག་པ་བསམ་ན། ཨེ་ནས་གཅིག་ན་གཅིག་ག་ཐུབ་ཚོད་འགོབ་སྐོར་དབང་ཡོད་བཤད་དེ་འདུག་པ་བསམ་ན། ཨེ་ནས་དེ་སྐད་ཕུན་སུམ་ཚོགས་པ་ཞིག་ལ་ལོངས་སྤྱོད་ངན་ན་མེད་ཀ། ད་ཚད་དེའི་དེ་སྐད་ཕུན་སུམ་ཚོགས་པ་ཞིག་ལ་ལོངས་སྤྱད་མན་སེམས་པ། ཨེ་ནས་ལྷོད་བབས་སྟེ་ཨེ་ནས་བདེ་མོ་བྱོས་སྟེ་གཞི་བདེ་ན་སྙན་པོ་ཞིག་མ་ལུས་ན། ཨེ་ནས་ཆོས་ཤིག་ད་ང་དང་ཨི་ཏུ་ཁོ་རང་ཡོང་ཨ་མ་ནོག། ཨོ་ད་ཆོས་སྲིད་དུ་མ་ཡོང་བར་ས་ན་ཚེ་རབས་ཕྱི་མའི་དོན་ཡང་སྒྲུབ་མ་ཉན། ད་ཚེ་རབས་ཕྱི་མའི་དོན་གཅིག་སྒྲུབ་མ་ཉན་ན་ང་དང་ནང་པ་སངས་རྒྱས་པའི་རིགས་ལ་སྐྱེས་ཏེ་རྟ་འགྱུར་གྱི་མི་ལུས་རིན་པོ་ཆེ་ཐོབ་སྟེ་སྒོ་མ་ཆོས་དང་ནོར་བ་ལེན། ཨོ་ད་ནང་པ་སངས་རྒྱས་པའི་རིགས་ལ་སྐྱེས་ཏེ་རྟ་འགྱུར་གྱི་མི་ལུས་རིན་པོ་ཆེ་ཐོབ་སྟེ་སྒོ་ཆོས་ཀ་འགྲིག་སྤྱོད་ན་གཅིག་སྤྱོད་དགོས་ཟེར་ན་ཆོས་སྤྱོད་དགོས་ཟེར་ནོ། ཆོས་སྤྱོད་བ་ལ་རྒོད་མ་རང་གལ་ཏེ་ན་སེམས་རྒྱུད་པོ་བཞི་ཞིང་འདུལ་བ་ཞིག་དང་སེམས་པོ་ལྷོད་ལྷོད་ཅིག་ཚོང་དེ་མ་འདུག་ན། ཨེ་ད་ང་དང་སྒོམ་རྒྱབ་ཡིན་ཟེར་ན་སེམས་པ་ཧྲོག་འགའ་ནས་མི་ཡ་སྒོམ་རྒྱོབ་ཟེར་ན་མ་ནི་ཡོང་ཆས་ཁོ་རང་འགོག་སྐབས་མེད་ཀྱང། ཨོ་ད་བདག་ས་རང་ཡང་ཕི་ལོག་ཅིག་ག་རྫིང་མོ་དང་ཏེ་ན་ང་སྐྱབས་ལྷོད་པོ་ཅིག་ད་ཁྱེད་རང་ཆོས་ཤིག་སྤྱོད་སང་ག་རེ་ཁམ་སྟོན་ཅིག་སྤྱོད་སང་སང་གས་ཆོས་དང་ཟེར་ཅིག་སྐྱོ་རང་ཟེར་པོ་ཅིག་མ་ནི་སེམས་པོ་ཁྱེད་རང་ཡོད་ཡོང་ཆས་ཁོ་རང་ཡོད་མེད་ཀྱང་བྱས་ཟེར་ན་སེམས་པ་པ་འཁྲུགས་ཟེར་དེ་ན་བ་ལས། འོ་སེམས་དཔའ་ཕྲུག་ཀ་ནི་མི་ཡང་ཆོས་རྣམ་དག་ནམ་ཡང་ཡོང་བ་མེད་གསུངས་པ་ཟེར་ན་ཆོས་རྣམ་དག་ཅིག་ཡོང་ང་ལ་དགོས་མ་རང་ཁྱེད་དེ་ནི་ང་དང་གཅིག་གོ་སེབས་ཀྱང་ཟེར་ན་སེམས་དཔའ་ང་དང་ལྷོད་དེ་སོང་སྟེ་ཡིན་ནི་བདེན་པ་ཕྲག་དོག་ཞེ་སྡང་ངར་རྒྱལ་གྱི་དབང་དུ་མ་ཆ་འོ་སེམས་ཞི་ཞིང་དུལ་བ་ཟེར་པོ་ཅིག་སེམས་ཉོན་མོངས་པའི་དབང་དུ་མ་ཆ་ཡོད་ན་སེམས་ཞི་ཞིང་དུལ་བ་ཡིན་ནོ་འོ་ད་སེམས་ཉོན་མོངས་པའི་དབང་དུ་སོང་སྟེ་ཡོད་ན་ནི་སེམས་ཞི་ཞིང་དུལ་བ་ཡོང་བྱ་མེད་ཀྱང་སེམས་ཞི་ཞིང་དུལ་བ་མ་ཡོང་ན་ཆོས་རྣམ་པ་དག་པ་ཅིག་ཆོས་བརྒྱ་ལེགས་གྲུབ་ཉན་ན་མ་ནོག། ད་ང་དང་ཁ་ཅིག་ཡང་ཆོས་སྤྱོད་བཀའ་འགྱུར་དེ་སྐོར་ར་སྐོར་དུ་སེམས་པ་འཁྲུགས་ཏེ་སྐོར་ར་བྱས་ན། ད་དུང་སྐོར་ལམ་ན་དེ་ང་ཅི་མཐོང་ཅི་མཐོང་མཐོང་རན་པོ་ཅིག་ཡང་ཧྲོལ་ཡོང་ང་ནང་དུ་ནི། འོ་གསུངས་པ་ཟ་ན་ང་དང་ཆོས་སྤྱོད་ཟེར་རན་པོ་ཅིག་ང་དང་བསྟུར་རྒྱུ་ན་གསུང་གཞུད་འཇིག་ལྟ་ཡོང་ཟེར་ན་སེམས་པ་ལ་འགྱུར་བ་དང་སེམས་ལ་བཟོ་བཅོས་སྐྱོབ་ཟེར་བསྟན་བ་ལ། འོ་སོང་བ་ཟེར་ན་ད་ང་དང་མང་པོ་ཞིག་གིས་ང་ལ་ཆོས་སྦྱང་བྱ་ཟེར་དུས་ཚོད་མཐོ་བ་མི་ནུག་འོ་ང་སྨྲ་ན་སྒོ་སྐབས་སྨྲ་ན་མི་ནུག་པ་ཆོས་སྨྲ་ན་བྲེམ་མཐོ་བ་མི་ནུག་པ་ཟེར་འདུག་བྲེམ་ང་དང་མ་ཕིག་ང་ནོག་ལེ་བྲེམ་ང་དང་ཁྱེད་དང་དུས་ཚོད་པོ་ཁྱེད་དང་ང་དང་མ་ཕིག་ང་ནོག་འོ་ད་ང་དང་ཡང་བྱ་ལག་ཚང་མར་ཅི་དང་ཅི་ཞིག་བཅོལ་ན་ཡང་ང་དང་བྲེམ་དུས་ཚོད་མཐོ་བདུག་ཡིན་ནང་ཆོས་བཅོལ་བྱ་ལ་དུས་ཚོད་མཐོ་བ་མི་ནུག་བ་ལེ། འོ་ད་ཚོང་པ་ཞིག་ཡིན་ན་ཚོང་བཏང་བྱ་ལ་ཉི་མ་ཚེ་རེ་དུས་ཚོད་མཐོ་བདུག་ཡིན་ནང་ཆོས་བཅོལ་བྱ་ཟེར་དུས་ཚོད་མཐོ་བ་མི་ནུག། ཧ་ལས། དེ་སྣ་ཚོགས་ལ་ཞིང་ལ་གངས་ལ་སྤྱོད་ག་ནས་མི་ཞིག་ཡིན་ན། ཞིང་ལ་གངས་ལ་སྤྱོད་བྱ་ལ་རྒྱུན་ཆུ་ཚོད་ཉི་ཤུ་རྩ་ཚན་ལ་ཡིན་ན་ཚན་ལ་ཚ་ནི་ག་རེ་གཉིས་གསུམ་མི་ག་ལངས་སེ་ཆག་གོ་ན་དུས་ཚོད་ཐོབ་འདུག་ཡིན་ནའང་ཆོས་སྤྱོད་བྱ་ལ་དུས་ཚོད་ཐོབ་པ་མིན་འདུག་ཨོ། ད་དེ་སྣ་ཚོགས་ལ་སློབ་སྦྱོང་སྤྱོད་བྱ་ལ་ཡང་སློབ་སྦྱོང་སྤྱོད་ག་ནས་མིན་ན་ཡང་སློབ་སྦྱོང་སྤྱོད་བྱ་ལ་དུས་ཚོད་ཐོབ་འདུག་ཡང་ཡང་ཆོས་སྤྱོད་བྱ་ལ་དུས་ཚོད་ཐོབ་པ་མིན་འདུག

ཡ་མེད་ན་ག་ཁྱེད་རང་ཆུང་མ་ཨིན་སྐྱོན་འགའ་ཟུག་ཞིག་དང་ལྡན་ག་ཡོད་ན་ཨོ་དེ་ཨུན་ཁྱེད་རང་ང་དང་ཀུ་ལེ་ཀུ་ལེ་འགྱུར་བ་དང་གོ་ཟེར་ནོ་ཨོ་དེ་སྐྱོན་དང་ལྡན་པའི་ཆུང་མ་ཁྱེད་རང་ང་དང་སྤང་བྱ་ཡིན་ནོ་གསུངས་ཏེ། ཧ་ལས། སྤང་བྱ་ཡིན་ནོ་བསམ་པོ་ཅིག་ཨོ་ག་ཉམས་སུ་བླངས་གོ་ཤད་ག་སྤང་བྱ་ཙམ་ཨོ་དེ་ཨུན་ཁྱེད་རང་ནམ་ཡང་ང་དང་སྤྱོད་གོ་ས་མ་ནོ་ཟེར་ཏེ་དཔེར་ན་ད་ག་ང་དང་ཁྱིམ་མི་ནང་དུ་གང་ཅི་ཡོད་ན་ང་དང་རང་ནང་རང་ད་ང་དང་མང་ཆེ་ཕི་ལོ་ག་ས་ན་རོགས་རང་ནང་རང་ཡིན་བདེན་པ། མགོན་པོ་ཀླུ་སྒྲུབ་ཀྱིས་ཨི་ཚིགས་པོ་ཨི་གཟུགས་ཤིག་གསུངས་ཟེར་དུས་འོ་དང་ངེད་རང་ཚང་མ་རང་ནང་རང་ཡིན། ཨི་ནི་ང་དང་སྙིང་གི་ག་ལག་པ་བཏང་སྟེ་ཨི་ནི་མང་པོ་བཏང་མ་ཡིན་ན་མི་ནི་ང་ཐུགས་བསམ་ས་ལ་མཛད། ང་རང་འགའ་གཟུགས་ཤིག་སྦྲུལ་འདུག་ང་རང་འགའ་གཟུགས་གཅིག་སྤྱོད་རུག། ང་བདག་ས་བདག་སྲས་མགོན་པོ་ཀླུ་སྒྲུབ་ཀྱིས་གསུངས་ཀ་ནི་ཨི་ནི་ཚིགས་པོ་ནང་འགལ་འདུག་ཨ། ཡ་ང་དེ་ཚིགས་པོ་ནང་བདེན་པ་མཐུན་འདུག། མགོན་པོ་ཀླུ་སྒྲུབ་ཀྱིས་ང་དང་ལྷ་བརྒྱ་ཁྱེད་དེ་ནང་བདག་ས་ལྷ་བརྒྱ་ཁྱེད་དེ་ནང་ང་དང་གཅིག་གིས་ན་གཅིག་ག་སེམས་ནག་ཅོས་ཏེ་གཅིག་ན་གཅིག་ག་ཁྱོད་དང་སྟེ་ཚིགས་དང་སྟེ་བདག་སྟེ་ཚིགས་པོ་ཁྱེད་དེ་ན་གསུངས་ཏེ་མ་ནོར་བ་ལས། མགོན་པོ་ཀླུ་སྒྲུབ་ཀྱིས་ཁྱེད་དེ་ན་ང་དང། ཨི་གཟུགས་སྤྱོད་གོ་ས་མ་ནོར་གལ་ཏེ་ཁྱེད་རང་ཨི་གཟུགས་ཀྱི་ལམ་ཡིན་ནའང་འགྲུལ་ཀ་འཇིག་ཡིན་ན། ང་འཆར་ལ་སོང་ཚར་འོ་ད་ཕྱིན་ཆད་དུ་ཨི་གཟུགས་ཀྱི་ནང་མ་འགྲུལ། ཕྱིན་ཆད་དུ་ཨི་གཟུགས་མ་སྤྱོད་འོ་ཟེར་ཏེ་བདག་ས་སྐྱོན་གསུམ་པོ།

ཨོ་ང་དང་མ་ཅོ། བཤད་མ་ལྟ་བུས་ཟེར་ན་ཨོ་ཧྲོག་ཧྲོག་ཁྲོག་ག་ན་རྡུང་དཀའ་འཇིགས་མ་ཅོ་ཟེར་ཏེ། ད་ང་དང་ཚང་མ་ད་ཧྲོག་ཁྲོག་ཨ་མ་ནོ་ཡང་མང་པོ་ཞིག་ཤི་དེ་ན་རྡུང་ཨ་ནོ་ལ། ཨོ་རང་གི་ཨེ་ནི་དགའ་བཞིན་མ་དམ་ཡང་ན་རང་གི་བཟའ་ཟླ་ལ་རྡུང་ན་ཨོ་ད་བདག་སྲས་ཚིགས་དང་པོ་ན་ང་དང་ག་ལ་བསྟན་ནོ་ད། རང་བཞིན་དགྲ་བྲལ་ཟེར་ན་དགྲ་ནང་ངན་པོ་བྲལ་བ་ཡོད་ནང་མེད་ནང་དགྲ་ཨ་མི་ལ་ཐུབ་ཚོད་བཏང་སྟེ་ངལ་བཅོལ་བྱས་ཏེ་རྡུང་སྟེ་ཡིན་ཁོ་ཤེས་དེ་ནང་ཅང་རིན་མེད་ཅིག་ང་རང་རིན་ཅན་ཅིག་ང་རང་རྩ་ཅན་ཅིག་ང་རང་དྲག་པོ་ཡིན་བསམ་ཁ་ནས་བསམ་བློ་ཡོད་པ་ཟེར་ན་ཆོས་བཟང་དགའ་སྟེར། ད་གཉིས་སྤེལ་ཁ་ཁྱིམ་ཐབས་གཉའ་ཁྱེར་རྗེ་མོ་ལྟ་བུ་དང་ཨོ་ད་དེ་ནི་ཡང་ཐུབ་ཚོད་བཏངས་ཡང་ངལ་བཅོལ་བྱས་ཁ་ངན་ཚིག་ངན་བཀོལ་ཨོ་གཟུགས་སྐྱོ་ན་ཡང་ཨོ་ད་རྗེ་བོའམ་ཡང་མིན་རྗེ་མོ་ལྟ་བུ་ནང་བཞིན་གྱི་ཡང་མ་བཅོས་ཨོ་མ་སྟེར། ཆུང་ངུ་སྐུ་བ་ཆོམ་རྐུན་ལྟ་བུ་དང་ཨོ་ཡང། ཨོ་ད་དེ་ཟུག་མ་བཅོས་ན་ཡང་བྱ་གླག་ངོས་པོ་ཚང་མ་ཁྱེར་དེ་ན། རང་ཤེས་ཀ་རང་ཚ་གོ་ཚ་མོ་སྙན་དྲུང་པོ་འདི་ཚང་མ་ལ་རྐྱང་ཁྱེར་རིན་ཅི་ཡིན་ན་ས་ཨ་གཅིག་པོ། ཨ་ན་ཧུ་ཤར་བཅོས་ཏེ་ས་ཨ་རྐྱང་གཅིག་པོ་ཟིན་ན་རྐུ་མ་ཚར་ར་ཡང་ཚང་མ་བཏང་མ་ཚར་ར་སྡུག་ཨེ་ན་ཨོ་དོན་མ་འགྲིག་ཨ་ནོ་གསུངས་སྟེ་ན་ཨོ་དེ་ག་ན་ང་ཏང་ཁྱེར་དེ་ན་སྡུག་བསྔལ་ཡོང་བྱ་ཟིག་རྒྱུ་ནོ། ཨོ་གཉིས་ཀ་ཁྱེར་དེ་ན་མི་ཚེ་ཚང་མ་ཁྱེར་དེ་ན་དྲི་སྐྱིད་ནང་ཉམས་པོ་ལོངས་སྤྱོད་བྱ་ཞིག་ཡོང་བྱ་ཞིག་མ་ནོ་གསུངས་སྟེ་ན།